ཁྱོད་ལ་དྲ་ཚོམས་ཆེན་པོ་འདིའི་ནང་ལ་ཤོག་ཡོད་པའི་ཚོགས་གཙོ་དང་དང་བྱིས་པ་གཙོས་པའི་ཚོམས་ཚང་མ་ལ་ཡ་མཚན་པའི་དྲ་ཞིག་དེ་ལས་ཤོད་ཡ་དང་འདྲ། ད་ལྟ་ངས་གང་དེ་ལ་ངོ་དེབ་ཅིག་གིས་དྲ་ཚིགས་ཅིག་བཏང་བཞག་ཡོད། འདི་ནང་ལོར་ག་རུ་འཁོད་ཡོད་རེད་ཟེར་ན་ད་ལྟ་དེ། ཨ། ཨིང་ལན་དང་ཨ་རི་བཅས། Japan། རྒྱ་གར། ཨ་ནན་གྱི་རྣམ་པ་ཚོགས་ད་ལྟ་དེ་ལུང་པ་གའི་སྤོམ་པོ་བཞི་དེ་ནང་ལ་ཡར་ཚོང་འདུས་ཀྱིས་ཕེབས་འདུག་འདིའི་སྐབས་སུ Joe Biden མཆོག་གིས་བརྡ་ལན་ཁར་བཏང་འདུག་ཞུས་པ་ཡིན་ན་གལ་ཏེ་རྒྱ་ནག་གིས་ཐའེ་ཝན་ནང་ལ་ཡར་བཙན་བཟུང་བྱས་ན། ཨ་རིའི་དམག་དཔུང་གིས་ཐའེ་ཝན་སྲུང་སྐྱོབ་བྱེད་རྒྱུ་ཡིན་ཟེར་ནས Joe Biden གིས་དེ་འདྲའི་ཅིག་འཁོད་བསྡད་འདུག། ཨ་དག་ནས་ཤིང་བོ་དེ་ལ་ངའི་ད་པར་ཨ། ང་རང་ཚོ་ལྕམ་ཨུ་ཛི་རེ་ཛི་ཡ་མཆོག་གི་སྤྲུལ་སྒྲར་གལ་ཆེ་ད། ཁ་ཤས་ཀྱིས་དེ་ན་ལ་པར་གྱེན་བཏང་བྱས་ཡོད། ཨ། ད་ལྟ་ལྕམ་ཨུ་ཛི་རེ་ཛི་ཡ་ཨ་རི་ནས་ཚུར་ཐོན་ནས་ཕྱིན་ནས་ད་རྒྱ་གར་དང་ཨེ་ཤི་ཡ་དུ་བ་ལ་ཡ། ཨ། བསྐོར་རྒྱུགས་ཕེབས་པའི་སྐབས་སུ་རེད། དག་ང་རང་ཚོ་གི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་དེ་ནས་ད་ལྟ་གླེང་སློང་ཆེ་ཤོས་ཡོད་ཡ་དེ་ཨ་ནི་ཨ་རི་དུས་མཆོད་བསྐོས་ཚར་བའི་རྗེས་ལ་ཡ་ལམ་སང་བྱེད་ཀྱི་ཨ་ནི་ལྕམ་ཨོ་ཟེར་ཡ་རྫ་ཡ་མཆོག་བོད་དོན་འབྲེལ་འདོད་པ་སྐུ་ཐུབ་པ་དེ་ལ་ཡ་ཨ་ནི་དགའ་མོས་ཞིག་གཅིག་གནང་ཡོད་རེད་དགའ་མོས་གནང་དགོས་ཡ་དེ་རེད་རོ། ཡིན་ཀྱང་རུང་ད་ད་ལྟ་ང་རང་ཚོ་ལྕམ་ཨོ་ཟེར་ཡ་རྫ་ཡ་དང། དེ་ཕྱག་རོགས་གཉིས་སུ་བྱས་རྡ་རམ་ས་གངས་ཅན་སྐྱིད་གཤོངས་ལ་སྤེལ་བ་རེད་སྟག་སྣ་ཤིང་རྒྱ་བ་རིན་པོ་ཆེ་ཕོ་བྲང་མཇལ་བ་རེད། ད། སྐུ་ངོ་སྤེན་པ་ཚེ་རིང་དང་སྐུ་ངོ་སྤེན་པ་ཚེ་རིང་རྒྱབ་སྐྱོར་གནང་བརྙན་དེ་ཚོ་གི་ཡག་པོ་ཞུ་བྱས་སོང། ད་ནི་ད་ལྟ་བར་དུ་བྱུང་མ་མྱོང་རྒྱུ་འདི་ན་ལ་ཡོད་བྱུང་སོང་ཟེར་ནས་དེ་འདྲའི་ཅིག་གསུངས་བསྡད་ཀྱི་ཡོད་རེད།

ཨ་ནི། ཇོ་བྷ་རིན་མཆོག་དང་ཨུ་ཙི་ར་རྫ་ཡ་མཆོག་གི་ངོ་དེབ་དང་ཏུའི་ཀྲར། བདག་རང་བཞིན་ཟླ་གཅིག་སྤྱི་ཚོགས་དྲ་རྒྱ་ནང་ལོག་ལ་ཡ་ད་དེ་རིང་ག་ས་དྲ་རྒྱ་གི་དམག་ཡིན་དེ་དུས། ལྕམ་ཨུ་ཙི་ར་རྫ་ཡ་མཆོག་གིས་བོད་དོན་ཐོག་ལ་ཡ་ཚིག་གཅིག། ཨ་ནི་ཏུའི་ཀྲར་ནང་ལ་དམག་འཁོད་བདེ་ཡག་གི་རྒྱུ་མཚན་དེ་ག་རེ་ལ་ཐུག་པ་རེད་ཟེར་ནས་ངས་གླེན་ཆེན་རྣམ་པ་ཚོ་ལ་དྲི་བ་རོ། ད་ང་རང་ཚོ་ཨ་རི་གིས་འདི་འདྲའི་རྒྱབ་སྐྱོར་ཡག་པོ་ཞིག་གནང་གི་ཡོད་ན། ད་ད་ལྟ་འཛམ་བུ་གླིང་སྤྱི་ཡོངས་ཀྱིས་ད་ཨ་རི་གི་ལྟ་རྟོག་ལྟ་ཕྱོགས་ཇི་ཡོད་རོ། ལྟ་སྟངས་ཇི། སྙད། སྔར་དང་མ། སྔར་དང་མ་བྱུང་བ་ཞིག་ད་ད་ལྟ་བྱུང་བསྡད་ཡོད་རེད། རྒྱ་ནག་ལས་དཔེ་དྲག་པོ་བྱས། དཔེ་ཆ་ཤར་བ་ཡིན་ན། ཐའེ་ཝན་ལ་ཡང་དམག་ཅིག་གིས་རྒྱ་ནག་གི་བཙན་བཟུང་འགྲོ་བྱེད་པ་ཡིན་ན་ཨ་རི་ཀས་སྲུང་སྐྱོབ་བྱེད་ཀྱི་ཡིན་ཟེར་སོགས་པ། ད་ག་ནང་བཞིན་ད་ལྟ་ཐའེ་ཝན་ནང་ལ་ཡུ་རོབ་པའི་འཕྲུལ་ཚོགས་ཀྱི་འཐུས་མི་བྷི་ཀ་བྷ་ཅཱ་ཐུ་ཡཱ་རེད་བ། ད་མང་པོ་ཞིག་འདུག་ཨ། ང་རང་ཚོ་གི་ནི་བཙན་བྱོལ་བོད་གཞུང་གི་ཕྱག་ལས་གནང་འདི་ཉེན་འདི་ཚོ་གི་ཞུ་གཏུག་འདི་ཚོ་ག་ཅི་ནས་རྒྱབ་ཐུབ་ཀི་ཡོད་མ་རེད། ང་རང་ཚོ་བོད་གཞུང་ད་ཡི་གེ་བཙན་བྱོལ་བོད་གཞུང་ཡིན་ཟེར་སྐོར་རེད་དབུ་ཁྲིད་ཉེན་སྐུ་ངོ་སྤེན་པ་ཚེ་རིང་གཙོས་པའི་གི་ནི་ལས་བྱེད་འདི་ཚོ་གི་ནི་ཨ་རི་གི་འདྲི་འདོད་པ་དང་ཡུ་རོབ་གི་འདྲི་འདོད་པ་བོད་ནང་ལོགས་ལ་ཡང་ག་ཅི་ནས་བཏང་ཐུབ་ཀི་ཡོད་མ་རེད་བོད་ནང་ལོགས་གི་ནི་སྡུག་བསྔལ་འདི་ཚོ་ཕྱི་ལོགས་ལ་ཡང་ག་ཅི་ནས་སྟོན་ཐུབ་ཀི་ཡོད་མ་རེད། འཛམ་བུ་གླིང་གི་འགྲོ་བ་མིའི་ཐོབ་ཐང། མི་རིགས་འདྲ་མཉམ་ཕོ་མོ་འདྲ་མཉམ་ཞི་བོ་ཅི་ལི་ཡ། ཆོས་ལུགས་རིས་མེད་ཞི་བོ་ཅི་ཡིན་ཟེར་ནས་འཛམ་བུ་གླིང་གིས་ལྟ་གི་ཡོད་རེད།

བོད་དེ་རྒྱ་ལ་བཙོང་ནས་ལས། འཇམ་མཐིང་མགོ་ཐིང། དགེ་སློང་རྣམ་པ་ས་ལ་བརྡབས་ནས་ལས། འཇམ་མཐིང་མགོ་ཐིང། སྟོད་རེ་བཏང་འདི་ཡ་དེ་འདྲས་ག་འདྲས་ཆགས་པ་རེ་ད། སྤྱི་བཏང་ང་རང་ཚོ་གི་བོད་གཞུང་འདི་ཆུ་ཚད་ཟུང་འབྲེལ་ཅན་ཡིན་ཟེར་གོ་རེ་ཆུ་སྲིད་ཟུང་འབྲེལ་ཅན་ཡིན་ཟེར་གོ་རེ། ང་རང་ཚོ་གི་ཆབ་སྲིད་པ་དེ་ཚོ་ཆོས་ཀྱི་རྣམ་པ་ཏིས་ཅིག་ཡོད་ཟེར་གྱི་ཡོད་རེད་ད་ཡི་ག་ཡ་རྐུབ་ཅག་ག་སླེ་ཚ་དུས་བལ་དུ་སྐོར་སྡིག་པོ་མིག་བཙུམ་བྱེད་ནས་སྐད་ཅིག་བཤད་ཡ་དང་སྡིག་པོ་མིག་བཙུམ་བྱེད་ནས་ལས་ཀ་བྱེད་ཡ་དེ་འདྲའི་ག་འདྲ་ཅིག་ཆགས་པ་རེད། ལྕམ་མོ་ཙེ་ར་ཛའི་ཕྱོགས་ཀྱི་ཡིན་ནས་ལན་འདི་ནང་ལོགས་ལ་ཡང་ནི་སྤྲོས་བྲལ་ནང་ལོགས་ལ་ཡང་མ་འཁོད་ཡག་གི་རྒྱུ་མཚན་ག་རེ་ལ་ཐུག་པ་རེད། ངས་བསམ་པ་ལ་ཡག་འདི་ཚོ་ཆ་ཚང་ཅིག་མ་འཁོད་འདི་ཡག་དེ་སྐུ་ངོ་དཔོན་པོ་ཚེ་རིང་ཁོ་རང་གིས་ཡང་ནི་བོད་དུ་རྒྱག་གི་ཆ་ཤས་རེད་ཆ་དེ་ཡོད་རེད་བ། ཆ་མེད་ན་བོད་ལ་ལོག་རྒྱུ་དང། སྐད་ཆ་འདི་འདྲ་བཤད་བསྡད་ཀྱི་ཡོད་རེད་བ། སྐད་ཆ་འདི་འདྲ་བཤད་པའི་རྐྱེན་གྱིས་ཡང་ནི་ཕྱི་ཡི་ལུང་པ་གིས་དཔོན་པོ་དང་གཟུགས་ཀྱིས་ང་ཚོ་ལ་ཡང་རྒྱབ་སྐྱོར་གནང་ཐུབ་ཀྱི་ཡོད་མ་རེད། ད་ཀོང་པོ་དཔོན་པོ་ཚེ་རིང་ལ་ཡང་མིག་བཙུམ་ནས་འོས་བླུགས་ཉེན་དང། ཕྱོགས་སུ་ལྷུང་ནས་འོས་བླུགས་ཉེན། ད་འདི་ཚོ་གཉིད་སད་ཀྱི་དུས་ཚོད་རེད་ཟེར་ཞོད་ཡིན་ད། ད་འདི་འདྲ་ཅིག་མུ་མཐུད་ནས་མང་པོ་གནས་པ་ཡིན་ན། ང་ཚོ་བོད་གཞུང་གི་འཐབ་རྩོད་འདི་བརླག་འགྲོ་ས་རེད་ཟེར་ཞོད་ཡིན།